མི་རྒན་པ་ཤ་སྟག་ཅིག་རེད་ཤ་སྟག་འདིའི་ནང་ནས་གོ་མཚོན་མཁན་ཡོད་ཀྱི་རེད་ལ་གོ་མ་མཚོན་མཁན་ཡང་ཡོད་ཀྱི་རེད་རེད་བ། ཨ་འདིའི་ནང་ནས་ལོ་གཞོན་པ་ཤེས་ཡོན་ཅན་ཨ་ནི་གཟེངས་སུ་ཐོན་པའི་གི་བྱ་བའི་ནང་གི་འདི་འདྲ་གི་གི་ཨ་ལམ་མཐོང་མ་སོང་སྔོན་གཅིག་དུ་གཅིག་དུ་ཨ་མདོ་སྤྱི་སུ་སྒྲོལ་མ་མཚོ་ལགས་འདུག་བ། མ་གཞི་ཤེས་ཡོན་ལོ་གཞོན་པ་ཤེས་ཡོན་ཅན་འདི་འདྲས་མཐོང་མ་བྱུང། ད། ཁྱེད་རང་ལས་སྐད་ཆ་ཟེར་བའི་ཕར་བཤད་ཚུར་བཤད་བྱས་པ་ཡིན་ན། ཨཱ་ནི། ད། ཐབས་རྩལ་ལ་ཡང་བཟོ་ཨེ་ཡོད་མ་རེད་རེད་བ། ཡིན་ནའི་ལས་ཁེ་སང་ཕ་སྐད། དེ། སྐུ་མགྲོན་གཙོ་བོ་དེ། བཀའ་མོལ་གནང་སྟངས་དེ། སེ་ནང་པ་རིན་ཆེན་མཁའ་འགྲོ་ལགས་ཡིན་པ་ཡིན་ན། ད་ག་པ་བའི་སྒེར་མི་ཞིག་མ་རེད། ཕྱི་ནས་ཡབ་གཞིས་ཀྱི་མནའ་མ་རེད་ལ་དཀྱིལ་ནས་བཀའ་བློན་ཟུར་པ་ཅིག་ཡང་རེད། གསུམ་ནས་སྤྱི་ཟུར་ཅིག་ཡང་རེད། ཨ་ནི་ཁོ་རང་གི་བཀའ་མོལ་གསུང་སྟངས་དེ་ཚོ་གི་ཐོག་ནས། དེ། ག་ལེ། གྲོས་ཚོགས་ལས་ངོ་རྒོལ་བྱེད་ཁག་ཡོང་པའི་དུས་ཚོད་ལས་ཁོ་རང་གིས། གདེང་འཇོག། ཆེན་པོ་གནང་གི་འདུག་ཨ། དེའི་ཐོག་ནས་ཨ་ནི་ཁོ་རང་གིས་འདི་གསུངས་སོང་ཨ།

ཨ་ནི་ཁོ་ཚོས་ཀྱི་ཁྲིམས་ཀྱི་རིན་ཐང་ངོ་མ་ཤེས་པ་ཤེས་ཤེས་སུ་མོ་དྲོ་ལོས་དེ་ཁོ་རང་ཚོ་ཡ་གས་བཟོས་ན། ཨ་ནི་ཆོས་རྒྱུད་རྒྱུན་ལས་ལ་དམ་བཅའ་དམ་བཅས་ཀྱི་ཐོབ་ཐང་ཕོག་བྱས་བྱས་རྒྱ་ནད་ཀྱི་འཛམ་བུ་གླིང་མི་མང་སྲོག་བསྐྱབས་བྱས། གླ་ཆ་སྤྲད་བཞག་ཡོད་རེད་ཨ་རི་དུ་བ་ཡིན་ན་ད་ང་ད་ནད་པ་ཞབས་ཞུ་ཡོད་ཙམ་ཡོད་མ་རེད་དེ་འདྲའི་སྐབས་ཅིག་ལ་ཡ། དེའི་དབང་ཆ་བེད་སྤྱོད་ལོག་པ། དེ་ལྟ་ན་བ་ཡིན་ནའི་རེད་གང་ལྟར་ཁྲིམས་མ་ཤེས་པ་ཡིན་ནའི་རེད་གནད་དོན་ད་ལྟའི་གི་དཀའ་ངལ་དེ་ཡིག་ཆ་སུམ་ཅུ་སོ་དགུ་ཟེར་གི་དེ་ནས་བྱུང་སོང་ཨ། ཨ་ནི། ཁོ་རང་ཚོས་གི་དམ་བཅའ་དམ་བཅའ་གི་ཐོབ་ཐང་དེ་ཕོག་དུས་ཡ། ཚོགས་གཙོ་ཚོགས་གཞོན་འགྲེལ་བཤད་སྐྱོན་གང་ཕེལ་བའི་སྐབས་ལ་ཡ་གསན་འཇོག་མ་གནང་བ་བྱས། ཨ་ནི་དེའི་རྐྱེན་པས་གི་ཨ་ནི་སྤྱི་འཐུས་རྣམ་པ་དགོངས་པ་ཚོམས་བྱས། ཨ་ནི་ཁོ་ཚོ་གནས་དབྱུག་བཏང་གནང། ཨ་ནི།

གཉིས་གསུམ་བཅས་ཀྱི་གསུང་བཤད་མི་མང་གི་མངོན་འདོད་ལས་ཡག་གོང་བཤད་གནང་དགོས་པའི་བཀོད་ཀྱི་ཡོད་རེད་བ། ད་མི་མང་ཟེར་དེ་ནས་གཉིས་ནས་བྱས་གཉིས་གསུམ་ནས་བྱས་ནས་ཨ་ནི་མང་རྩིས་རེད་བ། ཨ་ནི་ཕྱི་ལྟར་ནས་མི་བཞི་བརྒྱ་བརྒྱད་ཅུ་ནས་ཨ་ནི་དྲུག་བརྒྱ་ཟེར་དེ་པ་ར་ལས་ཡག་མི་མང་པོ་རེད་མི་བརྒྱ་ཡིན་ནས་མང་པོ་རེད་བ། ཡིན་ནས་བོད་མི་ས་ཡ་དྲུག་གི་ལས་དབང་དང་བོད་མི་ས་ཡ་དྲུག་གི་རྩ་དོན་དང་ཁྲིམས་དང་ཀྱི་སྲོལ་ལས་བསྒྱུར་བཅོས་བཏང་ཡས་མི་ཉུང་མཐར་ཡང་བརྒྱ་ཆ་ལྔ་བཅུ་ང་གཅིག་བཙན་བྱོལ་ནང་སྤྱི་བོ་ཡིན་ནས་བརྒྱ་ཆ་ལྔ་བཅུ་ང་གཅིག་དག་ཡོང་དག་གོ་བ་རེད་བསམ་གྱི་འདུག་འདི་མེད་བ་ཡིན་ན་རེ་བ་དེ་རིང་མི་དྲུག་བརྒྱད་བརྒྱད་བརྒྱབ་ནས་ཡང་མི་མང་མངོན་འདོད་རེ་ཟིག་ཅིག་བཟོས་བ་ཡིན་ན་ཡང་གཞན་པ་ཅིག་ཡོང་བྱས། ད་ཁྱེད་རང་ཚོས་ཡིད་ཆེས་ཁ་རས་ཁོ་ཚོའི་སྔོན་དུས་གྲུབ་སོང་ཨ་ཟེར་ཡིད་ཆེས་སུམ་ཅུ། སུ་དགུ་རྩིས་མེད་རེ་བཏང་སོང། གཏིང་ཕྱོགས་མེད་ཟས་དེ་ཚོ་ཟོས་སོང་ཨ། ད་དེ་འདྲ་ཡིན་ན་ངེད་མ་དབུ་མའི་ལམ་གྱི་ཐོག་ལ་ཡ། བསྟན་པའི་རྣ་བའི་གི་རང་བཙན་རྩོད་ཡས་མེད་པ་དེ་ཡས་བསྒྱུར་བཅོས་གནང་དགོས་འདུག། དེ་འདྲའི་གཞོན་སྐྱེས་ཀྱི། དཔེ་ན་རང་བཙན་གྱི་ལྟ་བ་ཡིན་པའི་གཞོན་ནུ་ལྷན་ཚོགས་ལ་ཡ། གོ་ཡ་ལི་ཆེ་བ་ཡིན་ན་ཚོགས་མི་ཁྲི་བཞི་ཡོད་རེད་གསུང་ཡོད་ཡོད། དེ་འདྲ་ཡིན་དུས་ཁྲི་བཞི་དེ་མ་ག་ཡ་ཅག་བྱས་ཨ་ནི་ང་ཚོའི་གི་ག་ཡ་གི་གོ་དོན་ཡིན་ག་ཡ་ཡིན་ང་ཚོའི་གི་གོ་དོན་བཤད་རོགས་གནང་རང་བཙན་ལི་ཡ་གི་གནང་རོགས་གནང་ཞུ་བ་ཡིན་ན་གནང་གི་རེད་བས་ཨ་འདི་མེན་པ་བྱས་ཡང་ད་ནང་བཞིན་གི་མ་ག་ཡ་མི་མང་རྒྱུ་ཡོང་བྱས་བྱས་ནས་བྱས་བྱས་ཨ་ནི་ཡང་བསྒྱུར་བཅོས་ལྟར་གནང་གི་རེད་པས་བྱས་ཙང། མི་མང་དང་འཐུས་མི་པ་རག་གི་འགན་དབང་འདི་ཚོ་གསལ་པོ་ཡོང་དགོས་ཤེས་དགོས་དེ་དཔེ་གལ་ཆེན་པོ་འབྱུང་གི་འདུག་མ་ཤེས་པ་ཡིན་ན་ད་ལྟ་དེ་པེ་རེ་སི་ནས་ཡིན་པའི་རྒྱ་མོ་འགྲོ་བཞིན་འདུག་བ་དེ་ཤེས་ཀྱི་འདུག་ཨ་མོ་རང་གི་རྩོད་བྱེད་པས་དེ་ཨ་ནི་པེ་རེ་སི་གི་མི་མང་ཚོའི་གི་རང་རྩལ་འདི་ཡ། ཚོགས་འདུ་ལ་ཕན་ཁེ་ཚོས་དགོངས་པ་ཞུ་དགོས་ཡོད་ཟེར། ལ་ཀི་དུ་བ། དེ་ཚོ་ལྷ་ཤིང་པ་རེད་དེ་སྤྱི་འཐུས་གླེང། སྤྱི་འཐུས་ཀྱི་གནང་བའི་དེ་ཆ་རྐྱེན་གྱི་ནང་ལ་དེ་འདྲའི་ཡོད་མ་རེད་ཁྱི་སྐད་ཤེས་ཀྱི་མི་འདུག་ཨ། བྱས་ཙང་ལྷ་ཤིང་གི་དེ་འདྲའི་གི་མི་མང་སྣེ་ཁྲིད་པ་ཡིན་ན་ཞེ་རག་གི་ཉེན་ཁ་ཆེན་པོ་མཐོང་གི་འདུག་དངོས་གནས། ད་ཡང་ང་ཁོང་ཁྲོ་ཟས་ཙང་མེད་ཙང་མེད་ད། ད་གཅིག་ནས་ང་བར་ཆད་ནས་ང་དེ་འདྲའི་ཞུ་གི་ཡོད་ཞུས་ན་རེ་བ། སུ་ཡིན་ནས་རེད། སེམས་ཅན། དུད་འགྲོ་ཡིན་པ་ཡིན་ནས་རེད་སོ་སོའི་སྤུ་བོ་ལ་ཡ། བརྩི་བ་ཡོད་རེད་བ། ང་མི་ད་ཨ་ཅང་བྱ། ང་རང་གི། བུ་མོ། ལྷ་རྒྱལ་རྣམ་རྒྱལ་སྒྲོལ་དགའ་ལགས་ནམ་རྒྱུན་ངས་བསྔགས་བརྗོད་མ་ཤོར་བྱེད་ཡོད། རྒྱུ་མཚན་ག་ཡིན་ཟེར་ན། ཕྱི་རྒྱལ་ལ་ཡར་ཐོན་རྒྱུ་ཡག་པོ་ཞུས་འདུག་བ། ཕུན་སུམ་ཚོགས་པོ་འདུག་བ། ཨ་ནི། ཁོ་རང་དབྱིན་ཇི་ནི་ཡག་པོ་ཤོར་ཡོད་རེད་དབྱིན་ཡིག་ཤོག་ཨོ་ནི་སི་ཐོན་པ་རེད་བ། ཨ་ནི། རང་བཙན་འཐབ་རྩོད།

དགའ་མོས་དང་རྒྱབ་སྐྱོར་བྱེད་མཁན་མང་པོ་ཡོད་རེད་ཐོག་མ་ཉིད་ནས་ཁོ་རང་ཡང་ཞང་བའི་སྐབས་ནས་བྱས་ནས་ཨ་ནི་རང་བཙན་ཡིན་སྲིད་གསུང་བྱས་ཨ་ནི་རང་བཙན་གྱི་ལྟ་བ་ཡོད་པ་བཙུགས་རྒྱུའི་འོས་བླུགས་པ་ཅིག་རེད་མ་གཞི་དབུས་གཙང་དབུས་རྒྱུན་ལས་ཀྱི་ཡན་ནི་མ་མིང་གཞུང་གཞི་བཟུང་གི་མི་མང་གིས་བདམས་པ་དེ་འདྲའི་མ་རེད་དེ་འདྲའི་མེན་ཙང་དེ་རིང་རང་བཙན་ལྟ་གྲུབ་བྱས་བོད་ནང་ལ་ཨ་ནི་མི་རིགས་ཀྱི། བོད་རྒྱལ་ཁབ་སྲུང་སྐྱོབ་ཀྱི་ཆེད་དུ་ཆོས་གཞིས་ཀ་འབྲུག་དང་ཟུང་འབྲེལ་གྱིས་རྒྱ་མིར་ཡང་ཁ་གཏད་གཅོག་ཙང་རྒྱ་མི་ཡི་ཕ་གའི་དུ་བ་བྱེད་ཀྱི་ཡོད་པ་ནང་བཞིན་རྒྱའི་རྡ་ལམ་ས་ལ་རི་ཡ་རི་བ་ཨི་ཙང་དབུས་རྒྱུན་ལས་ཀྱི་མི་ཁ་ཤས་ད་མི་ཁ་ཤས་ལ་ནས་འགྲིག་གི་རེད་ཚང་མ་ལ་ནས་འགྲིག་གི་རེད། ད་ནང་བཞིན་ཨི་ཙང་གི་སྤྱི་བདེའི་རྒྱུ་ཟོ་ཆེད་ཁོ་རང་ཚོའི་མཛད་སྒོ་ཚོགས་དབུས་རྒྱུ་ཡས་ཚོགས་ཀྱི་ཡོད་སྲིད་ལབ་གི་མི་འདུག་ཨ་དེ་འདྲའི་སེམས་པ་ངན་པ་སྡུག་ཅག་ཨ་ནི་ཡང་མི་མང་གིས་དཔའ་ར་ལས་ཁོ་ཚོའི་དཀྲུག་ཤིང་བརྒྱབ་ནས་ཡོང་ས་རེད་དུང་རེད་དང་དེ་ཚོ་ཁམས་པ་མཉམ་འདུག་བྱེད་ཀྱི་འདུག་ལ་ནི་ལ་བུ་དུ་བ་ཁོ་རང་ཚོ་གིས་གང་ལྟར་བཤད་བ་ལྟར་ཉེས་འགེལ་ཅིག་དམན་པ་ཡིན་ན་ཐབས་རྩོད་ག་ཚོད་སྨྲ་བོ་ག་ཚོད་ཧུར་ཐག་འབའ་ཐག་བྱས་པ་ཡིན་ནས་ཁོ་ཚོ་གིས་དགྲ་ནང་བཞིན་བརྩི་གི་འདུག་ཨ།

ཡ་རབས་བཟང་སྤྱོད་ནས་བརྒལ་བའི་བྱ་སྤྱོད་འདིས་ག་རེ་བྱས་ནས་བྱུང་བ་རེད་ཟེར་ན། རྒྱལ་བུ་གི་ཁྲི་ལ་ཡར་འདེད་བཅུག་མཁན་གྱི་སུས་ཀྱིས་བཀའ་བཀྲོལ་གནང་བ་ཡིན་ནའི་ལས། འོང་འདེད་ཀྱི་ནོར་འཁྲུལ་ལ་བལྟས་ནས་དེ་རིང་བོད་པ་ལ་ཡ་མ་རབས་ཀྱི་བྱས་སྤྱོད་ཀྱི་ཚད་གཞི་ངན་པ་དེ་ཡོང་ཡས་དེ་འདི་ནས་བྱུང་རེད་ད། སང་ཉིན་ནས་རྒྱ་གར་གཞུང་གིས་བཀའ་འཁྲོལ་ག་བ་ཞུས་ཡོད་ནའི་ས་ཆ་ད་ག་རང་ལ་བདལ་བ་རེད་མ་གཏོགས་གཅིག་མ་ད་གར་འགྲོ་བའི་སྐབས་ལས་མེད་ཞེས་དེ་གའི་སྒོ་དེའི་ནང་ལས་བདལ་བ་ཡིན་ན་འགྲིག་གི་མར་ད་དེའི་ནང་ལས་ད་ངའི་ཁ་ཆེ་ནའི་མི་སེར་ལབ་ཡོད་ཟེར་ན་དེ་ང་རང་སྤུ་གུ་ཡོད་ཙང་སེམས་ཁྲལ་འདུག་ངའི་སྤུ་གུ་ཡས་ཨ་ནི་རང་བཙན་འཐབ་རྩོད་པ་ཁོ་ཚོས་གི་སྡང་ཟུག་སྤྲད་ས་ཨ་ཅིག་ཡིན་ཙང་ང་སེམས་ཁྲལ་འདུག་ད་འདོད་རང་བཙན་འཐབ་རྩོད་པ་གཞན་པ་དེ་ཚོ་ཡས་པཱ་ལ་ཨ་མ་ལ་མང་བྱས་བོད་ནང་ལས་ཡོད་པ་ཤ་ད་རེད་ཤ་སེམས་ཁྲལ་ཡོང་གི་འདུག་འོ་དེ་འདྲ་ཡིན་ཙང་བདེ་འཇགས་ཀྱི་ཐོག་ལ་ཡར་བདེ་སྲུང་གི་གནང་གི་ཡོད་ནའི་རེད་བྲེལ་ཡོད་སུས་གནང་གི་ཡོད་ནའི་རེད་དེ་མ་གནང་བ་ཡིན་ན་གོ་ལས་མ་བྱས་ཀྱི་ཨ་ནི་ང་ཚོ་བོད་པའི་གི་མཚན་ཉིད་ལས་གནོད་བའི་གི་གནས་ཚུལ་འདི་འདྲ་ཆགས་ཤིག་ཨ་ནི་མཛད་གཙོ་རྣམ་པ་ལ་ཡར། མཚན་ཤ་ཡོང་གི་ཡོད་རེད་ད་སི་ཨན་ངའི་བསམ་ཚུལ་དེ་ཞིག་ཞུ་ཉེན་འདོད་སོང་ཨ་དེ་ནས་ད་ཨ་ད་དེ་དབུ་མ་དང་རང་བཙན་གི་སྐོར་ལ་རེད་མ་རང་བཙན་བཙོན་ལེན་ཚོ་རྒྱ་ནག་ལ་བཙོན་བོ་རེད་ཡི་གེ་བྲིས་ནས་རྒྱ་ནག་ཁ་སི་ན་རང་བཙན་བོད་བཙན་བཟུང་བྱེད་མཁན་དེ་རྒྱ་ནག་རོ་བ་བཙན་བཟུང་བྱེད་མཁན་དེ་ལ་གོ་བོ་རེད་མེ་ཤི་ཤེ་མ་ལི་ཡ་སུ་ལས་འབྲེལ་བ་ཆགས་ཡོད་མ་རེད་ཡི་གེ་བྲིས་པ་ཡིན་ནས་རྒྱ་ནག་ལ་ཕོག་གི་ཡོད་རེད། ཨ་ནི་གཞན་ནས་སོང་བ་ནས་རྒྱ་ནག་ནས་ཕོག་འོང་རེད། རྒྱ་ནག་ནས་ཁ་ལ་དེ། དཔེར་ན་རྟ་ནག་འཇིགས་མེད་བཟང་པོ་མཆོག་ཨ་རིར་ཕེབས་དུས་ཟ་མ་རང་བཙན་སྐོར་ལ་ཡ་ཧ་ན་འབྲི་གི་མ་རྟ་ཞེས་རྒྱ་མི་གི་ལབ་འདུག་ཨ་ལོ་སུམ་ཅུ་སོ་བདུན་བཅོ་ལྔ་ནས་བཅུ་བའི་རྗེས་ལས་ལབ་ལབ་འདུག་ཨ་དཔེར་ན་བོད་ནང་ལ་རང་བཙན་ལབ་པ་ཡིན་ན། འགྲོ་ས་གཉིས་རེད་གཅིག་བཙོན་ཁང་ཨ་ནི་གཅིག་སྲོག་ཐོག་དེ་ཡི་རེད་ང་ཚོ་བཙན་བྱོལ་ནང་ལ་ཡ་སེམས་ལས་ཡ་མངའ་སྤྱོད་དང་སེམས་ངལ་བཟོས་པ་ཡིན་ནས་ལས་ཨམ་ཅོག་ཚ་བོ་བཟོས་པ་ཡིན་ནས་ལས་བཙོན་ཁང་ལ་བྱོན་དགོས་ཡོད་མ་རེད་འོང་འདི་ང་ཚོ་སོ་ནམ་རེད། འོང་འདི་ཞུ་བ་ཡིན། དེ་ནས་དབུ་མའི་ལམ་དེ་གོང་ས་མཆོག་གིས་ཨ་ནི། ལམ་སྟོན་གནང་བ་རེད་གསུང་མཁན་དེ། འདི་ཚོ་སུས་གསུང་བ་ཡིན་ནས་ལར་བ། རྒྱ་བ་རྔ་བ་དང་ད་བ་རྔ་བ། ནོར་གནང་ཡ་ཡོད་མ་རྟགས། རྒྱ་བ་རིན་པོ་ཆེ་མཆོག་གིས་དབུ་མའི་ལམ། གསན་སྲིད་པ་ལ་ཡང་བསྟོད་གནང་བ་དེ་ལ་ཡང་ཆ་རྐྱེན་དོན་ཚན་ལྔ་ཡོད་ད་སྙན་མོ་ལས་ཞུས་ཚར་བ་ཡིན་དེ་རིང་ཡང་ཞུས་གི་ཡོད་འདི་སྔོན་ལས་ཞུས་པ་ཡིན་དོན་ཚན་ལྔ་ཡོད་ད་ད་ད་ང་ཚོའི་རྒྱ་མི་ལ་ཡང་བཙན་བྱོལ་གཞུང་གི་ཕ་མནའ་བས་ཀྱི་ཞུ་དཀའ་བོ་ག་ལ་གནང་ས་ནག་པོ་བྲིས་བཞག་པ་ཅིག་ཡོད་རེད་བ་དེ་ནང་ལ་རྒྱལ་བ་རིན་པོ་ཆེ་མཆོག་གིས

མུ་མཐུད་རྒྱུད་བསྐྱངས་དགོས། ཕུགས་བསམ་རིན་པོ་ཆེ་ལ་དགོངས་པ་བཞེས་བྱས། མ་མི་མང་གི་དམ་པའི་སྲིད་སྐྱོང་ལ་ཡང་སྐུ་དབང་ཆ་ཚང་གནང་བ་རེད་རེད་བ། དེའི་རྗེས་ལས་མི་མང་རང་གིས་ད་གོ་སྒྲིག་བྱེད་རྒྱུ་ཡིན་ནའི་རེད་བཀའ་ཤག་ཡིན་ནའི་རེད། མ་ཁས་ལེན་དུང་སྐྱེས་པ་ཟེར་ཟེར་ཡང་ད་བོད་པའི་གཏམ་དཔེ་བྱེད་བ་རེད། དེ་སོ་སོ་རང་གིས་དཀའ་ལས་བསྐྱོན་ནས

ཁོ་རང་ཚོའི་འདོད་དོན་དེའི་ཆེད་དུ། སྐྱབས་མགོན་རིན་པོ་ཆེ་བརྙས་མ་གནང་རྒྱུ་དེ། བརྙས་མ་ཁྱེད་རང་གི་གཏན་མི་གནང་རྒྱུ་དེ་འགྲིག་མི་འདུག་ས། ད་ད་ད་དེ་ག་རེ་དེ་ང་ཚོ་ལ་ཨེ་འགྲིག་གོ་ཟེར་དེ་འདྲའི་ཞུས་ནུས་གོ་རེ་དེ་འདྲའི་གི་མ་ར་པོ་ཡོད་རེ་སི་ད། བྱས་ཙང་སྐྱབས་མགོན་རིན་པོ་ཆེ་གི་མ་ཡི་བུ་ལས་རྐྱང་བ་ནང་བཞིན་གི་བཙན་བྱོལ་ནང་ལ་རེ་བ། མི་གང་ག་ལོག་ལ་ཡ་གོ་སྐབས་གཅིག་པ་གནང་བ་ཡིན་ནའི་ལེ་རེ་བ། བསམ་བློ་བཏང་བཏང

མཁས་པ་ཤི་ར་ཡོད་སུ་སུང་འོ་རེད་བྱས་ཙང། མི་ཚང་མ་ལ་གཅིག་པ་གནང་བ་ཡིན་ནའི་རེད་ར་བ་དེ་འདྲས་རེད་ད། བོད་པ་ཁག་ཅིག་གིས་སྐུ་ལས་གང་འདྲ་བསྐྱུར་མཁོ་རེད་ར་བ་ད། ད་ལྟ་བྱ་འདའ་དེ་ཚོ་གི་མགོ་ཁྲིད་ནས་འགྲོ་མཁན་ཅིག་འདུག་བ། དེ་ཚོ་གིས་རྒྱ་མི་གཞུང་ཚབ་གི་མདུན་ལ་དེ་འདྲས་འགྲོ་གི་འདུག་བས་ང་ཚོ་མ་འོངས་པའི་ལ་ཡ་ཚང་མས་བཟོས་འོ་རེད་ད། ཨ་ནི་ད་འདོད་ཁྱེད་རང་ཚོ་གི་ཁ་རས་གོན་བསྡད་གི་འདུག་བ་ཁ་རས་དེ་གོན། ད་ལྟ་དེ་རྒྱ་ནད་མི་འདུག་བ་ཁ་རས་དེ་གོན་ན། ཡག་པོ་མི་འདུག་ང་ཚོ་རྒྱ་མཚོ་ངོ་ཤེས་དགོས་ཡོད། ང་ཚོ་ང་ཚོ་ལྷག་བསམ་ཅན། སྒྲ་ངོ་ཤེས་མཁན་དང་སྒྲ་ངོ་མ་ཤེས་མཁན་དེ་ངོ་ཤེས་འདོད་འདུག་རྒྱ་མཚོ་རྒྱ་མཚོ་ལ་ཡ། ལུས་ལ་ན་ཚ་མེད་ན་གདོང་ལ་གྲགས་པ་ག་རེ་ཁོ་རེ་འདུག་གདོང་མ་བལ་གོ་ཡ་གལ་མི་འདུག་ཨ། བྱས་ཙང་ཁ་རོལ་དེ་མ་གོན་ན། ཡག་པོ་འདུག་ང་ཚོ་ངོ་ཤེས་དགོས་ཡོད། འོ་འདི་ང་ཚོ་གི་མི་རིགས་ཀྱི་འཐབ་རྩོད་བསད་དེ་ལ་ཡ། ཨ་ནི། མི་གཡོར་བ་དུག་ཤ་དེ་ཚོ་ངོ་ཤེས་དགོས་རེད། མི་ཁ་ཞིག་ད་ནི་ཡོད་བས་མི་ཁ་ཞིག་ད་ལོ་མི་འདུག་ཨ། དེ་ཚོ་མགོ་ཆེ་བའི་རྟགས་རེད་ད་ནི་མགོ་སྒུར་ཐེབས་པའི་རྟགས་རེད་རེད་བ། ད་ད་ལོ་ཡོད་བས་དེའི་ནང་ལས་མགོ་མ་ཚོལ་བའི་ཡོང་མཁན་དེ་འདྲས་ཡོད་སྲིད་བ་རེད། མགོ་ཚོལ་ཡས་ཡོད་སྲིད་བ་རེད། ཡིན་ནའི་ང་ཚོ་ཧ་གོ་འདོད་འདུག་ང་ཚོ་དོ་སྣང་ཅན་དེ་ཚོ།

དེ་འདྲ་ཡིན་ཙང་ད་གཙོ་བོ་དེ་དེ་རིང་བདེ་འཇགས་ཀྱི་ཐོག་ལ་ཡར་ཡོར་བ་དང་ས་ལ་ཡར་བ། དགྲ་གཉེན་དུ་མ་ཡོང་བའི་གི་འབོད་སྐུལ་ཞུ་གི་ཡོད་ལྷག་པ་དུ་རྒྱ་གཞུང་གི་མཁྱེན་པ་གནང་རོགས་གནང་ད་ལྟ་འདས་ཡོང་མཁན་གྱི་མི་དེ་ཚོ་ཕྱི་ལོག་ནས་ཨ་རི་ནས་ཡོང་མཁན་དང་ཧྥ་རན་སེ་ནས་ཡོང་མཁན་ཕྱིས་སུ་རྒྱ་ནས་ཕར་འགྲོ་ད་ཕྱི་རྒྱལ་གྱི་ལ་རྒྱལ་ཚུགས་ཁིས་ཡོང་མཁན